ཡོང་ཁ་ནོ། མི་ཚང་མ། དེ་ནས་ཚོང་པོ་གཉིས་པོ་ནོར་བཟང་ཡིན་ཡུལ་སྤང། དེ་ཉེ་འགྲམ་ཞིག་ཡོད་པ་བཟང། དེ་ནས་ཁོང་ཡིན་བཟང་ཧ་གོ་ཚེ། དེ་ནས་ཁོ་རང་གི་འཁོར་ལྔ་བརྒྱ་དང། མཉམ་པོ། དེ་ནས། རྗེ་བཙུན་འཇམ་པའི་དབྱངས་ས་ལ་ཆོས་ཞུ་བ་ཡོང་ཁ་ནོ། དེ་ནས། རྗེ་བཙུན་འཇམ་པའི་དབྱངས་ཀྱིས། འཁོར་ཚང་མ། ད་ཁོ་རང་གི་བསམ་པ་དང་མོས་པ་དང་མཐུན་པ་བྱོས་ཟེར་དེ་ནས་ཐེག་པ་ཆེན་པོ་ཆུང་ཆུང་ཚང་མས་ཆོས་གསུང་ཁ་ནོ། དེ་ནས་ཚོང་པོ་གཉིས་པོ།

བྱང་ཆུབ་སེམས་དཔའི། བྱང་ཆུབ་སེམས་དཔའ་ཡིས། བྱང་ཆུབ་སེམས་དཔའི་སྤྱོད་པ་སྐལ་བཟོར་སློབ་པར་ནོ། སྐལ་བཟོར་ཉམས་ལེན་བྱོས་ནོ། དེ་ནས་བྱང་ཆུབ་སེམས་དཔའི་སྤྱོད་པ་ལ་ནང་ལྟར་སྐལ་བཟོར་བྱོས་ནོ། དེ་ནས་བྱང་ཆུབ་སེམས་དཔའི་སྤྱོད་པ། ལྟར་རྒྱ་མཚོ་ལྟ་བུའི་མིང་དཔེ་ཡོད་དེ་ནོ། དེ་ཚང་མ། དེ་ནས་ཡོངས་སུ་རྫོགས་པ་ཚང་མ་ཉམས་སུ་ལེན་པ། ཉམས་སུ་ལེན་ནས། ད་རང་རང་གི་རྒྱུད་ལ་སྐལ་བཟོ་ཉམས་ལེན། སྤྱོད་དགོས་ས་ནོ་ཞེས་ཞུ་ག་ནོ། དེ་ནས།

ཡང་ཁོང་དེ་ག་ན་སུས་ག་ནོ་དེ་ག་ན་ཡང་ག་གུ་ཡི་རང་དེ་ནས་ད་ཐེངས་ཀྱི་སྐྱོ་དེ་སྐྱོ་ག་ནོ་དེ་ནས་ཡང་རྡ་ས་རྡ་ས་དགེ་སློང་སྤྲིན་གྱི་རྒྱ་མཚོ་ཟེར་མཁན་པོ་དགེ་ག་རེ་ས་དགེ་སློང་རྒྱ་མཚོའི་སྤྲིན་བཞུགས་མཁན་པོ་ཁོང་མཇལ་ཁ་ནོ་མཇལ་བའི་སྟེང་ན་དེ་ནས་ང་ནི་སོག་ལ་བཞུགས་ཁ་ནོ་ང་བྱང་ཆུབ་ཀྱི་སེམས་བསྐྱེད་ཚར་ཡིན་དེ་ནས་བྱང་ཆུབ་ཀྱི་སྤྱོད་པ་ཚང་མ་ག་ཚོད་སློབ་པ་ནོ་ཟེར་བཞུགས་ཁ་ནོ།

དེ་ནས་ལྔ་བཅུ་ང་གཅིག་ཙམ་གསེར་ཁང་ནོ། ད་དགེ་བའི་བཤེས་གཉེན་སྡེ་ནང་ནས་དགེ་བའི་བཤེས་གཉེན་དྲུག་པ། དེ་ནས་ཚོང་དཔོན་རྟགས་འཇུག་གསེར་ཁང་ཅིག་ཡོད་ཀ་ནོ། དེ་ནས་ཁོང་བཙའ་ལ། དེ་ནས་ལོ་ཁོ་རང་བཅུ་གཉིས་སྒོར་ཁ་ནོ། དགེ་སློང་རྟགས་འཇུག་དགེ་བའི་བཤེས་གཉེན་དྲུག་པ་བཙའ་བྱས་ལ་ལོ་བཅུ་གཉིས་སའི་སྟེང་ལོ་བཅུ་གཉིས་བསགས་པའི་བཙའ་ལན་བཙའ་ལན་དུ་སའི་ལོ་བཅུ་གཉིས་སའི་སྟེང་ན་མི་ནས་དགེ་སློང།

ཆ་ཚང་བྱང་ཆུབ་སེམས་དཔའི་ཕར་ཕྱིན་གྱི་དྲུག། ཕར་ཕྱིན་དྲུག་གི་ཉམས་ལེན་པོ་ག་ཚོལ་བ། བཅོས། ལྟེ་བོ་ཚངས། མཁོ། མཐོང་གང། ནོག། ཅེས། འཕགས་པ་དག་ས་བྱམས་པ། རྫུ་འཕྲུལ་གྱི་སྒོ་ནས་བརྟགས་ནས། དེ་ནས་ཁོང་གིས། དེ། ཉམས་ལེན་སྤྱོད་སྟངས་ཚང་མ། ཁོང་གིས་དངོས་སུ། མཐོང་གང། ནོག། སྦྱར་གང། ནོག། དེ་ནས།

བྱང་ཆུབ་སེམས་དཔའི་ཆོས་པ། རྒྱ་ཆེན་པོ་དང། དེ་ནས། རྒྱ་ཆེན་པོ་ཡིན་པའི་རྒྱུ་མཚན་གྱིས་དེ་ནི་ཀ་བ་མང་པོ་སྤྱད་དཀའ་ནོ། དེ་ནས། བདག་ས། ཚོང་དཔོན་གྱི་བུ་ནོར་བཟངས་ཀྱི། བསམ་བློའི་ནང་དགའ་གཟུགས་ཤིག་ཡོད་པ་ནང་བཞིན། ཁོ་རང་གི་ཐུགས་ལ་དགའ་གཟུགས་ཤིག་དགོངས་པ། དགོངས་པ་ནང་བཞིན་བཅོས་ཟེར་དེ་ནས། བདག་ས། བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ། དེ་ནས་སར་ཁ་ནོ། བཟང་སྤྱོད་སྨོན་ལམ་པོ་གསུམ་གང་ནས་འོངས། ད། བཟང་སྤྱོད་སྨོན་ལམ་པོ་དེ་ནི། ཁྱབ་ཆེ་བའི་ད་སྨོན་ལམ་ཚང་མའི་ནང་ན། སྨོན་ལམ་གྱི་རྒྱལ་པོ་ཟེར་ཁྱབ་ཆེ་བའི་རྒྱུ་མཚན་པོ། དེ་ནི་དེ་ནི་དེ་སོགས་ལ་རྒྱུ་མཚན་པོ་ཅི་ནོག་ཟེར་ན། སྔར་ནས་སོགས་ལ། དེ་ནི་དགེ་བའི་བཤེས་གཉེན་མང་པོ་ཞིག་ག་བསྟེན། དེ་ནི་དཀའ་བ་མང་པོ་ཞིག་སྤྱད། དེ་ནི་དེའི་ནང་ནས། སངས་རྒྱས་ཀྱི། དོགས་ས། ཉེ་བའི་སར་རྒྱ་དེའི་ནང་ན། དེ་ནས་འཇམ་པའི་དབྱངས། དེ་ནས་བྱང་སྤ། དེ་ནས་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་ཁོང་གསུམ་མ། ཁོང་གསུམ་དགེ་བའི་བཤེས་གཉེན་ལ་བསྟེན། ལྷག་པར་དུ་ཁོང་གསུམ་དགེ་བའི་བཤེས་གཉེན་ལ་བསྟེན། དེ་མ་ཡིན་པ། དེ་ནས་ཀ་བ་ལོ་ན་ལོ་ཀ་བ་མང་པོ་ཞིག་བྱ་སྟེ། དེ་ནས་བྱུང་ཁམས་ཀྱི་ཡིན་པ་བསྲང། དེ་ནས་སྡིག་གིས་བཏོན་ཡང།